ཚེ་འདི་ཕྱི་གཉིས་ཀྱི་སྐྱབས་གནས་མཚུངས་ཟླ་མ་བྱེད་པ། འཛམ་གླིང་ཞི་བདེའི་དེད་དཔོན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དབུས་པའི་རིས་མེད་ཀྱི་སྐྱེས་ཆེན་དམ་པ་རྣམས་ལ་སྒོ་གསུམ་གུས་ཕྱག་སྔོན་དུ་བཏང་བའི་སྒོ་ནས། བོད་ཀྱི་བརྙན་འཕྲིན་གསན་གཟིགས་གནང་མཁན་གྱི་ཤ་ཁྲག་གཅིག་པའི་བོད་རིགས་སྤུན་ཟླ་ཡོངས་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་དང་སྦྲགས་ལྷ་དཀར་བཟང་ཞེས་ཞུ་རྒྱུ་ཡིན།

Pet Animal། གཅེས་ཉར་སྲོག་ཆགས། Vacuum Cleaner། རྔུབ་ཆ། ད་རིང་གི་སྐབས་སུ་བབས་པའི་ངོ་སྤྲོད་ཞུ་རྒྱུའི་ཐ་སྙད་དང་པོ་སྟེ། Concert། རོལ་དབྱངས་འདུས་འཛོམས། འགྲེལ་བརྗོད་རགས་ཙམ་ཞུས་ན། གླུ་གཞས་གཏོང་མཁན་དང་རོལ་དབྱངས་མཁན་སྣ་ཚོགས་ཀྱིས་མང་ཚོགས་མདུན་དུ་འཁྲབ་སྟོན་བྱེད་པའི་བྱེད་སྒོ་ཞིག། གཉིས་པ་དེ། ཤིང་འབྲས་དང་འདྲེས་པའི་ཐ་སྙད་ཅིག་ཆགས་ཡོད། ཆའི་རིགས། སེའུ། ཤིང་འབྲས་ཀྱི་རིགས་ཏེ། ལོ་མས་དབྱིབས་རིང་ལ། མེ་ཏོག་དཀར་པོ་འཆར་བ། འབྲས་བུ་ཟླུམ་པོ། ཁ་དོག་དམར་ལ་མཛེས་པ། ཟ་རུང་བ་ཞིག། ཐ་སྙད་གསུམ་པ་སྟེ། House Wife། ཁྱིམ་འཛིན་མ། འགྲེལ་བརྗོད་ཞུས་པ་ཡིན་ན། ཆང་ས་བརྒྱབ་ཟིན་ཞིང། འཚོ་ཐབས་ལ་རང་ཁྱིམ་གྱི་བཟའ་ཟླ་བུ་ཕྲུག་ལ། གཅེས་སྐྱོང་དང་ཁ་ལག་བཟོ་བ། དེ་བཞིན་གཙང་སྦྲ་སོགས་བྱེད་མཁན་གྱི་བུད་མེད། བཞི་པ། དེ་རྩའི་རིགས་དང་འབྲེལ་བའི་ཐ་སྙད་ཅིག་ཆགས་ཡོད། Marathon། རྒྱང་རྒྱུགས། རྒྱང་ཚད་ཀི་ལོ་མི་ཀྲར་བཞི་བཞག་གཉིས་ཚགས་བརྒྱ་དང་དགུ་བཅུ་གོ་ལྔ་ཅན་གྱི་རྒྱང་རྒྱུགས་བང་རྩའི་འགྲན་བསྡུར་ཞིག། ལྔ་པ། ཤོ་རུམ། སྒྲིག་ཤོམ་ཁང། དམིགས་བསལ་མོ་ཀྲ་དང་གློག་ཆས་ལྟ་བུའི་ཚོང་ཟོག་རིགས་མང་ཚོགས་ཀྱིས་མཐོང་སར་བཤམས་སྟོན་བྱེད་པའི་ཚོང་ཁང་ཆེན་པོ་ཞིག། དྲུག་པ། དེ་ཤེས་ཡོན་དང་འབྲེལ་བའི་ཐ་སྙད་ཆགས་ཡོད། Lecturer། མཐོ་རིམ་སློབ་དཔོན། འགྲེལ་བཤད་མདོར་ཙམ་ཞུས་ན། གཙུག་ལག་སློབ་གཉེར་ཁང་དུ་གཙུག་ལག་སློབ་དཔོན་གྱི་གོ་གནས་ལས་དམའ་བའི་དགེ་རྒན་ཞིག་ད་རིང་གི་ངོ་སྤྲོད་ཞུ་རྒྱུའི་ཐ་སྙད་མཐའ་མ་སྟེ། Sniffer Dog། རྫི་ཁྱི། དྲི་སྣོམ་སྟེ་བཟི་སྨན་དང་འབར་རྫས་རིགས་རྩད་ཞིབ་བྱེད་མཁན་གྱི་སྦྱོང་བརྡར་སྤྲད་པའི་ཁྱི་ཞིག་ཐག་རིང་གི་ཐ་སྙད་ངོ་སྤྲོད་ཞུ་རྒྱུ་འདི་ཙམ་ཡིན། སོང་ཙང་བོད་མི་སྤྱི་ཡོངས་གནམ་བསྟན་པ་ཡོངས་ནས་བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་རིག་ལེགས་བྱང་གོམས་གཤིས་སྤྱི་དང། ཡང་སྒོས་བོད་ཀྱི་སྐད་ཡིག་གི་ངོ་བོ་སོར་གནས་དང་སྲུང་སྐྱོང་གོང་འཕེལ་ཡོང་སླད་ཕྱར་གྲུ་གནམ་འདེགས་གནང་སྐྱོང་ཡོད་པའི་འབོད་སྐུལ་ཞུ་རྒྱུ་ཡིན་ཐུགས་རྗེ་ཆེ་གནང།